འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡིག་ལོ་རྒྱུས། རྒྱལ་རབས་ལ་དོ་སྣང་གནང་མཁན་ཚང་མ་ལ། རྒྱ་གར་རྡོ་རྗེ་གླིང་ནས་སྔ་དྲོ་དེ་ལས་ཞུ་གི་ཡོད། དེ་ནས་ངས་དེ་བརྙན་ཐུང་བརྒྱུད་ནས་གང་ཐུབ་ཅི་ཐུབ་ཀྱིས་བོད་ཡིག་ཀློག་ཡག། བོད་སྐད་ཉན་ཡག་གི་གོ་སྐབས། ཡིག་སྐད་སྦྱང་ཡག་གི་གོ་སྐབས་ད་ངས་གོ་སྐབས་ཕུལ་གྱི་ཡོད་པའི་སྐད་ཆ་རེད་ད་ཡིན་ནའི་ཕན་ག་ཚོད་ཐོག་གི་ཡོད་ན་མེད་ན་གང་ལྟར་ཡང་ལྷག་བསམ་རྣམ་དག་གིས་ཨ་ནི་ད་ངས་དེ་སྤྱི་དོན་ཅིག་སོ་སོའི་ངོས་ནས་སྤྱི་དོན་ཆུང་ཆུང་ཅིག་སྒྲུབ་ཀྱི་ཡོད་བསམ་བྱེད་ངེས་ཏེ། ཉིན་ལྟར་རེ་བཞིན་བརྙན་ཐུང་བཟོ་གི་ཡོད། ད་ཁྱེད་རང་ཚོ་ལ་ཞུ་ཡ་གཅིག་ལ། ཨ་མི་རི་ཀ་ལ་ཞུ་གི་ཡོད་ན་ཡང་འདྲ། རྒྱ་གར་ལ་ཞུ་གི་ཡོད་ན་ཡང་འདྲ། ཧྥ་རན་སི་ལ་ཞུ་གི་ཡོད་ན་ཡང་འདྲ་ག་པར་ཞུ་གི་ཡོད་ན་འདྲ། ག་པར་ཞུ་གི་ཡོད་ན་ཡང་འདྲ། སོ་སོའི་སྤུ་སྒོ་ལ། བོད་སྐད་ཡིན་གཅིག་མིན་གཅིག་སྐྱོན་དགོས་ཀྱི་འདུག། ཨ་ནི། སོ་སོའི་གཟིམ་ཁང་ལ། སླེབས་པའི་བྱེད་ལ་ཡིན་གཅིག་མིན་གཅིག། སོ་སོའི་སྐད་མ་སྐྱོན་པ་ཡིན་ན། ཨ་ནི་ང་རང་ཚོའི་རིག་གཞུང་གི་སྲོག་རྩ། Soul of our Culture། ང་ཚོའི་རིག་གཞུང་གི་སྲོག་རྩ་སྐད་ལ་ཐུག་གི་ཡོད་རེད། སྐད་མེད་པ་ཡིན་ན་ཨ་ནི་ཚར་བ་རེད་ད་ལས་ཀ་ཚར་བ་རེད། བྱས་ཙང་ད་ང་རང་ཚོ་ག་རེ་ཞུ་གི་རེད། དབུ་ཁྲིད། ཨ་ནི་དམིགས་བསལ་གྱི་དབུ་ཁྲིད་ཅིག་ཡོད་བཞིན་པའི་སྐབས་ལ་ཁོང་གིས། ཉིན་ལྟར་རེ་བཞིན་སོ་སོའི་སྐད་མ་བརླག་པ་བྱེད་དགོས་རེད་ད་ཟེར་ནས་གསུངས་དང་གསུང་བཞིན་པ་རེད། ཨ་ནི་སོ་སོ་རང་གིས་ཀླད་པ་བེད་སྤྱོད་བྱས་བྱས་སོ་སོའི་སྐད་གལ་ཆེན་པོ་ཡིན་པ་ཧ་མ་གོ་ན་ཡང། སྐུ་མདུན་གྱི་བཀའ་རེད་བསམ་བྱས། གཟིམ་ཁང་ལ་ཡིན་གཅིག་མིན་གཅིག། བོད་སྐད་བསྐྱོན་དགོས་ཀྱི་འདུག་ད་ད་ལྟ་གནས་སྟངས་ག་འདྲའི་ཅིག་ལ་སླེབས་ཡོད་རེད་ཟེར་ན། ཕྱི་རྒྱལ་ལ་ཕ་སྐད་ཅིག་གི་གསུང་བཤད་གནང་ག་ཕེབས་མཁན་གཅིག་གིས། བོད་སྐད་ལ་གསུང་བཤད་གནང་པ་ཡིན་ན་ཕལ་ཆེ་བས་མཁྱེན་གྱི་ཡོད་མ་རེད་དམིགས་བསལ་གྱིས་ཕོ་གསར་མོ་གསར་ཚོས། གཞོན་སྐྱེས་ཚོས་ཧ་གོ་གི་ཡོད་མ་རེད་དེ་འདྲ་ཡིན་པ་སོང་ཙང། ད་དཔེར་ན། འདི་ནས་བོད་གཞུང་གི་སྐུ་ཚབ་ཅིག་ཨ་མི་རི་ཀ་ལ་ཕེབས་པ་ཆ་བཞག་ཨ་ནེ་ཕེབས་པའི་སྐབས་ལ་གསུང་བཤད་གནང་དུས། ཡང་བསྐྱར་དབྱིན་ཇིའི་སྐད་ལ་གསུང་བཤད་མ་གནང་རང་གནང་ཆགས་ཀྱི་ཡོད་རེད། གསུང་བཤད་གནང་དགོས་ཁེལ་གྱི་ཡོད་རེད། ག་རེ་ཡིན་ཟེར་ན་གཞོན་སྐྱེས་ཚོས། བོད་སྐད་མཁྱེན་གྱི་ཡོད་མ་རེད་བ། བྱས་ཙང་ཕ་མ་ཚོས་འགན། ཞེས་བྱས། ཕ་མ་ཚོས་ལས་འགན་ནི་ངའི་ལས་འགན་ཡིན་དགོངས་བྱས། ཨ་ནེའི་གཟིམ་ཁང་ལ་ཡིན་གཅིག་མིན་གཅིག། བོད་སྐད་བསྐྱོན་དགོས་ཀྱི་འདུག། ཨིན་ཇིའི་སྐད། མཁྱེན་དགོས་ཀྱི་ཡོད་རེད་དབྱིན་ཇིའི་སྐད་བྱང་དགོས་བྱུང་ན་དཀའ་ལས་ཁག་པོ་གང་ཡང་མ་རེད། དབྱིན་ཇིའི་སྐད་སྐད་ཚང་མའི་ནང་ནས་བྱང་ཡ་ལས་སླ་ཤོས་གྲས་གཅིག་རེད། དེ་ནས་ད་གལ་སྲིད་དེ་འདྲ་མ་སྐྱོན་པ་ཡིན་ན་ང་རང་ཚོའི་རིག་གཞུང་གི་སྲོག་རྩ། Soul of our། Culture Soul of our Tradition འདི་སྐད་རེད། སྐད་མེད་ན། ཚར་བ་རེད། འདི་འདྲ་བྱས་ཙང་ད་ཕ་མ་ཚོས་རྒན་གཞས་བྱས། གཟིམ་ཁང་ལ་ཡིན་གཅིག་མིན་གཅིག་བོད་སྐད་སྐྱོན་དགོས་ཀྱི་འདུག་འདི་འདྲ་མ་སྐྱོན་པ་ཡིན་ན། ཨ་ནི་ཡེས་མེས་ཀོས་དང་ཏོ་རོ་མོ་རོ་རྐྱང་རྐྱང་གི་ཁངས་བཅས་ཨ་ནི་བོད་པའི་ཡིན་པས་ཀྱི་ཁ་རེ་ཤུ་གོ་རེ་མཚན་ཉིད་གང་ཡང་མེད་པ་ཇི་འདྲའི་ཆགས་ན་ཨ་ནི། ཨ་ནི་འགྱོད་པ་སྐྱེ་དགོས་པའི་གནས་ཚུལ་ཐུག་གི་རེད་ཁྱེད་ཚ་ངས་ད་དེ་འདྲ། དེ་མ་ཟད་ངས་ད་ཡུལ་མི་སློབ་ཕྲུག་ཚོ། བོད་སྐད་སྦྱངས་པའི་ཆེད་ལ་དངོས་གནས་དྲང་གནས་བརྩོན་འགྲུས་ཆེན་པོ་བཞི་པོ་ཡོད་ད་ཡུལ་མི། རྟ་མང་ཤར་པ་ཡོལ་མོ་ཁོ་ཚོ་དཔེ་མི་སྲིད་བརྩོན་འགྲུས་ཆེན་པོ་ཡོད་རེད། ད་ལྟ་ཡོལ་མོའི་བུ་མོ་ལོ་ཆུང་ཆུང་གཅིག་གིས། ཆུ་ཚོད་དང་པོ་དང་ཕྱེད་ཀ་ནས་ཆུ་ཚོད་ལྔ་དང་ཕྱེད་ཀ་བར་དུ་མུ་མཐུད་ནས། བོད་སྐད་བོད་ཡིག་སྦྱང་གི་ཡོད་རེད་པད་མི་སི་བརྩོན་འགྲུས་ཆེན་པོ། དེ་འདྲ་ཡོད་རེད་ད་ང་རང་ཚོ་བོད་པ་ཚོ་ཡང་ག་རེ་ཞུ་གི་རེད། བོད་སྐད་འདི་ཡང་མ་སྐྱོན་པ་བྱས། ཨ་ནི་ཕར་ཚུར་འཕྲིན་བཏང་དགོས་དུས་ཙམ་པ་དབྱིན་ཇིའི་སྐད་ལ་དབྱིན་ཇིའི་ཡི་གེ་ལ་འཕྲིན་བཏང། ཨ་ནི་འདི་འདྲ་བྱས་བྱས། ག་ལེར་ག་ལེར་ང་རང་ཚོའི་ངོ་བོ་བརླག་འགྲོ་གི་ཡོད་རེད། ངོ་བོ་བརླག་འགྲོ་གི་ཡོད་རེད། བྱས་ཙང་ད། རེད། ཨ་ནི་ངས་ད་ངའི་ཡུལ་མི་སློབ་ཕྲུག་ཚོ་ལ། བོད་སྐད་གསན་ཡག་གི་གོ་སྐབས་ཡང།

བསླབ་སྟངས། བསླབ་སྟངས་ལ་ཡང་རག་ལས་ཀྱི་ཡོད། བསླབ་སྟངས་འདི་ཁོ། དྲིག་གཞི་ཅིག་འགྲེལ་བཤད་བརྒྱབ་ཡ་ཡོད་ན། ག་རེ་ཡིན་ན་ཡང་ཤེས་ཡ་ལས་སླ་བོར་ད་བློ་འཛིན་བྱས་པ་ཡིན་ན་ཕན་ཐོག་གང་ཡང་ཡོད་མ་རེད། བྱས་ཙང་ཁྱེད་ས་ངའི་བརྙན་ཐུང་གཅིག། དྲ་སྒམ་ནང་ལ་བཅུག་ཡོད་དེའི་ནང་ལ། ཚོན་མདའ་ཡུལ་མི་རྟ་མང་ཤར་པ་ཡུལ་མོ་འབྲུག་པ་ད་དེ་འདྲ་ཁོ་ཚོས་ཉི་མ་ཁ་ཤས་ཅིག་གི་ནང་ལ་བོད་ཡིག་ཀློག་ཐུབ་པ་བྱུང་སོང། ཉི་མ་ཁ་ཤས་ཅིག་གི་ནང་ལ། ད་གཅིག་ནས་ཁོ་རང་ཚོ་དོ་སྣང་ཡོད་པ་ལ་བརྟེན་ནས་རེད་གཉིས་ནས་བསླབ་སྟངས་ལ་རག་ལས་ཀྱི་ཡོད་རེད། ཨ་ནི། ད་ལྟ་རྒྱུ་རྐྱེན་མང་པོ་ལ་བརྟེན་ནས་ཁོ་རང་ཚོ་བོད་ཡིག་ཀློག་ཐུབ་པ་བྱུང་སོང། དུས་འདྲ་གཅིག་གཉིས་ཀྱི་ནང་ལ་བོད་ཡིག་ཀློག་ཐུབ་པ་བྱུང་སོང་ད། འདི་ཡིས་ང་རང་ཚོའི་སེམས་ཀྱི་ནང་ལ་བོད་ཡིག་ཟེར་ན་དཀའ་ལས་ཁག་པོ་ཞིག་པོ་རེད་བསམ་ནས་བག་ཆགས་སྡུག་ཅག་ཅིག་ཚང་མའི་ནང་ལ་ཡོད་རེད། བག་ཆགས་སྡུག་ཅག་ཅིག། ད་ནི་དེ་འདྲ་བཤད་ཆེད་སེམས་ཤུགས་ཆག་ནས་ཞུ་རྒྱུ་ཡོད་མ་རེད་ད་ངས་དེ། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ཀྱི་སྐབས་ལ། རྡོར་གླིང་དབུས་གཞུང་གི་གནས་སྟངས་ག་འདྲས་ཡོད་མེད་དེའི་སྐོར་ལ། རྒན་ནོར་བུ་ཆེན་པོ་ལགས་ཀྱིས་ལྗགས་རྩོམ་གནང་བའི་རྩོམ་ཡིག་ཅིག་ངས་ཁྱེད་རང་ཚོ་ལ། ངོ་སྤྲོད་ཞུ་གི་ཡོད། ཨ་ནི་དེའི་སྐབས་ལ་ང་སློབ་ཕྲུག་ཡིན། ཁོང་གིས་དེར་ཚིག་རེ་རེ་གཉིས་རེ། བདེན་པ། བདེན་པ་རེད་དང། ང་ད་དཔང་པོ་རེད་པ I am the witness to this story ཟེར་སོང་ཙང། འདི་ཁོང་གིས་གསུངས་པ་འདི་ཚོ་ཚང་མ་བདེན་པ་རེད། ད་དཀའ་ངལ་ཞིག་པོ་ཅིག་ཡོད་རེད་ཡོད་ན་ཡང། ད་ལྟ་དང་མི་འདྲ་བ། ཁོང་ཚོ་ཁམས་པ་རེད་ང་ཚོ་ཨ་མདོ་ཡིན། ཁོང་ཚོ་དབུས་གཙང་རེད་དེ་འདྲའི་ལབ་མཁན་གཅིག་ཀྱང་ཡོད་མ་རེད་ད། ད་ལྟ་སྲིད་དོན་པ་ཁ་ཤས་ཀྱིས་ང་ཚོའི་ཀླད་པའི་ནང་ལ། དེ་འདྲའི་ཁོ་ཁམས་པ་རེད་ང་ཚོ་དབུས་གཙང་གི་ཡིན་ཟེར་ཡག་གི་འདི་ཀླད་པའི་ནང་ལ་བླུག་གི་འདུག་འདི་ང་རང་ཚོ་སྤྱི་ཚོགས་རྩ་མེད་བཏང་ཡག་གི་འདུག་རེད་ད་འདུག་སྔོན་མ་རྒྱ་མིས་ཀྱི་བེད་སྤྱོད་བྱས་པས་འདུག་དེ་ཡང་བསྐྱར་ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལ་ཡང་བསྐྱར་ཕྱིར་ལོག་བྱེད་ཀྱི་འདུག་འདི་རེད་དེ་ཆེད་ད་ང་ཚོ་དང་པོ་ཆོག་ལོག་རྒྱབ་ཀྱི་འདུག་དེ་ཡང། ཡི་གེ་མ་ཀློག་མ་ཐུབ་མཁན་དེ་འདྲའི་ཡང་ཡོད་རེད། བྱས་ཙང། ད་ཡང། ཁ་སང་སམ་པོ་ཏའི་སློབ་གྲྭ་ལ་ཕེབས་མཁན་ཚོ་ལ་ཡང་ཐུགས་ཕན་གསོས་ཡ། བོད་སྐད་སྦྱང་མཁན་ལ་ཡང། ཐུགས་ཕན་གསོས་ཡ། ཡང་ཡི་གེ་སྦྱང་མཁན་ལ་ཡང་ཐུགས་ཕན་གསོས་ཡ་གི། སློབ་ཚན་གཅིག། ད་ཡིན་པའི་སྐད་ཆ་རེད། ལ་ཧ་ད་ལྷ་དགའ་ལྷག་པ་རག་པར་གདའ། ཞབས་ཀྱུ་དུ་ས་དུས་ཆ་འབྲིང་པོ་ཆེ་ན་མཆན་ཁ་དགའ་ཁག་ལ། ས་ལ་ད་ལ་བླ་ན་རུ་ལོ་བ་སློབ། དགའ་ར་ད་དགྲ་ཧ་ཁི་ཀུ་ཡི་འདྲེ་སློབ་འདྲེ།

ལ་ན་རོ་སློབ་པ་སློབ། ཡ་ན་རོ་ཡོ་ང་ས་ཡོང། ར་ཛ་ད་ཛ་ཛ་ན་རོ་རྫོ་ག་ས་རྫོགས། ག་བོ་ད་ན་དན། ཤ་ཤ་བཅུ་ཤུ་ས་ཤུས། ཀ་ཡ་ད་ཀྱ་ཀྱ་ཀི་ཀུ་ཀི་ས་ཀི། ར་ཤ་བཅུ་རུ།

ས་ཀ་ད་ཀ་བ་ས་ཀབ། ཁ་ར་ད་ཁྲ་ཁྲ་ན་རོ་ཁྲོ་མ་ཁྲོམ། དགའ་བོ་ཤ་ཤི་བཅུ་ཞུ་ང་ཤུང། ཕ་ན་རོ་ཕོ་ད་བུ། ར་ཁི་ཁུ་རི་ག་ས་རིག། མ་ང་མང།

ཟླ་བོ་ག་ཨ་ག་ས་པ་ཏ་པ་པ་ར་ཏ་ཏྲ་ཏྲ་ན་རོ་ཀྲོ་ཨ་ཁི་ཀུ་ཡི་ཀྲོའི་མ་བོ་ཆ་ཁི་ཀུ་ཆིའི་མ་ག་བོ་ཏ་ན་རོ་ཏོ་ང་ཏོང་བ་བོ་ཤ་ཁི་ཀུ་ཤིའི་ན་བཞིན། ད་ཡ་ཁི་ཁུ་ཡི་ན་ཡིན་ན་ཧའོ་ག་ར་ད་དྲ་དྲ་ཁི་ཁུ་དྲི་ག་ས་དྲིག་ས་ན་རོ་སོང་ང་སོང་ད་ཡིན་ན་དྲིག་སོང། ང་ཚ་ན་རོ་ཚོ་ཧ་གི་གུ་ཡི་ཚོས་ང་ཚོའི་ཕ་ར་ད་ཁྲ་ཁྲ་ཞབས་བཅུ་དྲུ་ག་ཞབས་བཅུ་གུ་ཁྲུ་གུ། ཨ་བོ་ད་གི་གུ་དི་ར་ན་ད་ན་མ་ས་ནམ་དི་ནམ།

ས་ཀ་ད་ཀ་ཀ་ར་ད་ཀྲ་ཀྲ་ཞབས་ཀྱུ་ཀྲུ་ན་ཀྲུན་འཛུགས་སྐྲུན། བ་ཡི་ད་བྱ་བྱ་འབྲིང་པོ་ཆེ་ད་ཆེ་མ་འོ་ཁ་ན་ཁེན། བ་ལ་ད་ལ་ལ་ན་རོ་ལོ། ག་འོ་ད་འབྲིང་པོ་དེ་ང་དེང། ཧ་བོ་ཁ་འབྲིང་པོ་ཁྱེད་ལ་ཁེལ། བ་ཧ་ཁྱི་གུ་ཡིས་བས། ཡ། ར་སྦ་ས་རབ་ཡ་རབ། ས་པ་ད་པ་པ་ཡ་ད་ཅ་ཅ་ན་རོ་ཅོ་ད་ཅོས་སྦ་བོ་ས་ང་སང་ཅོས་སང། ཤ་འབྲིང་པོ་ཤེ་ས་ཤེ། ཧཱུྃ་བྱ་ན་རུ་ཇོ་ན་ཇོན་ཤེ་ཇོན། ག་འོ་ཉ་ཀི་ཀུ་ཉི་ས་ཉི། ལ་ད་ད་ད་ན་དན་ཉི་དན། ཤ་ས་ཏ་ཏ་ཏ་ག་ཏག་ཤ་ཏག། ཡ་ན་རུ་ཡོ་ང་ཡོང། ང་འབྲིང་པོ་ངའི་ས་ངས། ར་འབྲིང་པོ་རེ་ད་རེད། ག་བོ་ད་ཞབས་ཆུ་འདུག་ག་འདུག་རེད་འདུག། ཟ་འབྲིང་པོ་ཟེ་ར་ཟེར། བ་ཧ་ཁི་ཁུ་ཡི་ཝེ། ཨ་བོ་བ་ན་རོ་བོ་ད་བོས།

ཀ་ཡི་ད་ཀྱ་ཀྱ་གི་ཀུ་ཀི་ས་ཀི། ས་སྤྲིན་པོ་སེ་མ་ས་སེམས། ཨ་འོ་ཁ་ཞབས་ཆུ་ཁུ་ར་ཁུར། ད་ང་དང་ལ་ས་ལེ། ཨ་འོ་ག་ན་གན། ཆ་སྦྲིན་པོ་ཆེ་ན་ཆེན། པ་ནཱ་རོ་པོ། ལས་རྒན་ཆེན་པོ་ཡ་ཀི་ཀུ་ཡི་ན་ཡིན་པ་ཧ་ཀི་ཀུ་ཡི་པའི་ཚ་ནཱ་རོ་ཚོ་ར་ཚོར་བ་ཧ་ཅ་ང་ཅང་ར་ནཱ་ཏཱ་ན་ནཱ་ནཱ་རོ་ནོ་ནཱ་ནོན

རོལ་ཆ་བ། དགེ་སློབ། ཡོངས་རྫོགས་དེ་འདྲེ་གདན་ཞུས་ཀྱིས། རུ་བསྟར་བསྒྲིགས་ནས། མཉམ་བསྐྱོད་སྐབས། ཁྲོམ་གཞུང་བོད་རིགས་མང་པོས། མིག་ནས་ག་བྲོའི་མཆི་མ་གཏོང་བཞིན། ད་ཡིན་ན་འགྲིག་སོང། ང་ཚོའི་ཕྲུ་གུ་འདི་རྣམས། མ་འོངས་བོད་ཀྱི་འཛུགས་སྐྲུན་བྱེད་མཁན། བློ་གདེང་འཁེལ་བའི་ཡ་རབས་སྤྱོད་བཟང། ཤེས་འཇོན་གཉིས་ལྡན་ཤ་སྟག་ཡོང་ངེས་རེད་འདུག་ཟེར། བའི། འབོད་སྒྲ་ཡང། རྣ་བར་ཡང་ཡང་ཐོས་པ་སོགས་ཀྱིས། སེམས་ཁུར་དང། ལས་འགན་ཆེན་པོ་ཡིན་པས། ཚོར་བ་ཧ་ཅང་རྣོན་པོ་དེ་དེ་འདྲ། སྐྱེས་མྱོང་ཡོད། ད་དེ་ནས་ད་དང་པོ་ངས་ཇོ་ལོག་བརྒྱབ་པ་ཡིན། དེ་ནས་ད་ངས་ཁ་ཐུག་ཀློག་བྱས་ད་ངས་དེ་ལ་ཚིག་རེ་རེ་གཉིས་རེ་འགྲེལ་བཤད་བརྒྱབ་ཀྱི་ཡིན། ད། ད་ལྟ་འདི་ང་ཚོས་དེ་འདི་ཀློག་ཡ་འདི་ཡི་གེ་རེད Literary Tibetan རེད། ད་འདི་ང་སློབ་གྲྭའི་ལོ་རྒྱུས་ལ་དོ་སྣང་མེད་ང་དཔེ་ཆ་ཀློག་གི་ཡིན་དཔེ་ཆ་ནང་པའི་ཆོས་སློབ་སྦྱོང་བྱེད་ཀྱི་ཡིན་ཟེར་ན་དེ་གཉིས་ཁ་ཁ་མ་རྟ།

ང་ཚོ་དེ་དུས་ཆེན་ཚགས་ན་རོ་ཚོ་ཕལ་སྐད་ཡིན་ན་ཚགས་ན་རོ་ཚོ་དུས་ཆེན་དུས་ཆེན་ཚོ་ལབ་གི་རེད་པ་ད་ཡིག་སྐད་ལ་ང་ཚོ་ཕལ་སྐད་ལ་དམིགས་བསལ་གྱི་དུས་ཆེན་ཚོ་ལ་དུས་ཆེན་ཚོ་ལ་ཁ་ག་ཁག་འདི་མང་ཚིག་རེད་ཁག་ལ་སློབ་གྲྭའི་སློབ་གྲྭའི་ཨོ།

ཨ་ནི Music། Music Bazhao ནས། ར། ད་དེའི་སྐབས་ལ་ང་ཚོ་ཆུང་ཆུང་ཡིན་པའི་སྐབས་ལ་དེ་འདྲའི། ད་ལྟ། རྒྱ་གར་རང་བཙན་ཐོབ་པའི། དུས་ཆེན་ལ། སྔགས་དང་གླིང་བུ། དེ་འདྲའི་གཏང་ཡ་ཡོད་མཁན་ང་ཚོ་གཅིག་པོ་རེད། རྡོར་གླིང་དབུས་གཞུང་སློབ་གྲྭ་གཅིག་པོ་རེ་ལྔ་དང། ག་རེ་བྱུང་བ་རེད་གླིང་བུ་བཏང་ཡ། སྔོན་མ་སྐབས་གཅིག་ལ་བརྒྱད་དུ་ལྔ་ལ་ཡོད་པའི་སྐབས་ལ། Bagpipers། ཡང་ཡོད་རེད་སྐབས་གཅིག་ལ་ད། འདི་ག་རེ་བྱས་པས་ན་གང་ཞིག་དེ། བྱས་ཙང་ད་ག་རེ་བྱུག་ཡོད་ཟེར་ན།

and so forth དེ་འདྲ་རེད། ཨ་ནེ་ཟློས་གར་རོལ་ཆ་བ། དགེ་སློབ་དག་བོད་སྐད་ཤེས་མཁན། ཡིན་ན་ཡང་བོད་ཡིག་སྦྱང་མཁན་ཚོ་ལ་དགེ་སློབ་ཟེར་ན། ད་དེ་དོན་དག་ཧ་གོ་མ་སོང་གོང་གི་རུས་པ། ཡིན་ན་ཡང་ད་འོ་ཀ་སྤྲིན་པོ་གེ་དེ་དགེ་རྒན་རེད། སློབ་འདི་སློབ་ཕྲུག་རེད། དགེ་རྒན་དང་སློབ་ཕྲུག། ཡོངས་རྫོགས་ཟེར་ན་ཚང་མ། དགེ་རྒན། སློབ་ཕྲུག། ཚང་མ། ཨ། གུ་རུ། ར་ཤི་ཤ། སོག་པོའི་བཞག་ན། ཡོངས་རྫོགས། དགེ་རྒན། སློབ་ཕྲུག། ད་ང་ཚོ་འདིར་ཚིག་སྡུད་མང་པོ་ཞེ་དྲག་ཡོད་རེད་དེ་འདྲ་ཡིན་པ་སོང་ཙང། བོད་ཡིག་ཀློག་ཡག་གི་གོམས་གཤིས་མེད་ན་ཨ་ནི། ཧ་གོ་ཡག་ཏེ་དཀའ་ལས་ཁག་པོ་ཡོད་རེད། དེ་འདྲའི་ཚིག་སྡུད་དེ་འདྲའི Abbreviation དེ་འདྲའི་མང་པོ་ཡོད་རེད་དཔེར་ན་དབྱིན་ཇིའི་སྐད་ལ་ཡང་ཡོད་རེད་པ MR ཟེར་ན Mister རེད་པ།

དེའི་སྐབས་ལ་ད། འདི་འདྲའི་ཁར་ས། རུ་སྒྲིག་བཏང་ཟེར་ན་དཀྲུག་པའི་རེད་རེད། རུ་སྒྲིག་བཏང་མཁན་འདི་འདྲའི་ཡག་པོ་ང་ཚོ་བོད་པའི། རྡོར་གླིང་དབུས་གཞུང་སློབ་གྲྭ་ནང་བཞིན་སུ་གཅིག་སློབ་གྲྭ། གཅིག་ཀྱང་ཡོད་མ་རེད། ཨ་ནི། ཁར་ས་སློབ་ཕྲུག་ཚོ་དེ་འདྲའི་ཞུ་གི་ཡོད་རེད་ས་དཔེར་ན་རྒྱ་གར་རང་བཙན་ཐོབ་པའི་དུས་ཆེན་དང། ཨ་ནི། དམངས་གཙོའི་དུས་ཆེན་འདི་འདྲའི་སྐབས་ལ། ཨ་ནི།

ཟེར་བས། ཧ་ཧ་ཧ། ང་ཚོའི་ཕྲུ་གུ་དེ་རྣམས་མ་འོངས་པའི་གཉིས་ལྡན་ཤ་སྟག་ཡོང་ངེས་རེད་འདུག།

ར་ན་ཏ་ན་ཐ། བོད་སྐད་ཤེས་བོད་ཡིག་མ་ཤེས་པ་དེ་འདྲ་ཡིན་ན་ར་ན་ཏ་ན་ར། ན་ཏ་ན་ཨམ་མཆོག་རེད། ར་ན་ཏ་ན is ears། ར་ན་ཏ་ན་ཀན། རྣ་བར་ཡང་ཡང། ཀན་མ་ག་རི་ཀ་རི། ཐོད་པ་སུ་ནུ་ཨི་ཏི་ཨ་ཏི་སོགས་གཉིས་ལྡན་ཤ་སྟག་ཡོང་ངེས་རེད་འདུག་ཟེར་བའི་བོད་སྒྲ།

ལྷག་པར་དུ་དུས་ཆེན་ཁག་ལ་སློབ་གྲྭའི་ཟློས་གར་རོལ་ཆ་བ། དགེ་སློབ་ཡོངས་རྫོགས་གདན་ཞུས་ཀྱི་རུ་སྟར་བསྒྲིགས་ནས་མཉམ་བསྐྱོད་སྐབས་ཁྲོམ་གཞུང་བོད་རིགས་མང་པོས་མིག་ནས་ག་བྲོས་མཆི་མ་གཏོང་བཞིན། ད་ཡིན་ན་འགྲིག་སོང། ང་ཚོའི་ཕྲུ་གུ་འདི་རྣམས། མ་འོངས་བོད་ཀྱི་འཛུགས་སྐྲུན་བྱེད་མཁན། བློ་གདེང་འཁེལ་བའི་ཡ་རབས་སྤྱོད་བཟང་ཤེས་འཇོན་གཉིས་ལྡན་ཤ་སྟག་ཡོང་ངེས་རེད་འདུག་ཟེར་བས། འབོད་སྒྲ་ཡང་རྣ་བར་ཡང་ཡང་ཐོས་པ་སོགས་ཀྱིས་སེམས་ཁུར་དང་ལས་འགན་ཆེན་པོ་ཡིན་པའི་ཚོར་བ་ཧ་ཅང་རྣོན་པོ་དེ་འདྲ་སྐྱེས་མྱོང་ཡོད། ལ་སོགས་ཨ་ནི་ད་རིགས་དེ་མཚམས་བཞག་གི་ཡིན། ད་གཟིམ་ཁང་ལ་ཡིན་གཅིག་མིན་གཅིག་བོད་སྐད་བསྐྱོན་དགོས་ཀྱི་འདུག་ད་ང་དེ། སེམས་ཀྱི་མ་བཟོད་ནས་ངས་ཁྱེད་རང་ཚོ་ལ་ཡང་ནས་ཡང་དུ་ད་གའ་ཞུ་གི་ཡོད། ཨཱ་ནི། བོད་སྐད་སྐྱོན་གནས་ལ་དམིགས་བསལ་གྱི་དུས་ཚོད་གང་ཡང་སྟོན་དགོས་མ་རེད། སྐད་ག་རེ་སྐྱོན་དགོས་ན་དེའི་ཚབ་ལ་བོད་སྐད་སྐྱོན་ན་འགྲིག་གི་ཡོད་རེད་པ། དབྱིན་ཇིའི་སྐད་ཁྱེད་རང་ཐུགས་ཁྲལ་གནང་དགོས་མ་རེད་སློབ་གྲྭ་ལ་ཕེབས་པའི་སྐབས་ལ་དབྱིན་ཇིའི་སྐད་རང་བཞིན་གྱི་ཤེས་གི་རེད། ཡུལ་སྐད་ཡང་རང་བཞིན་གྱི་ཤེས་གི་རེད་ག་རེ་ཤེས་གི་མ་རེད་ཟེར་ན་སོ་སོའི་སྐད་དེ། ཤིང་གི་མ་རེད་གལ་སྲིད་གཟིམ་ཁང་ལ་བོད་སྐད་མ་བསྐྱོན་པ་ཡིན་ན། སོ་སོའི་སྐད་དེ་ཤིང་གི་མ་རེད་དོ་ཟེར་ནས་ཨ་ནི། ཁྱེད་རང་ཚོ་ལ་དྲན་སྐུལ་ཞུས་བྱས་དེ་མཚམས་བཞག་གི་ཡིན་དོ། ཨ་ནི་སེམས་གཟིགས་གནང་བ་ལ་ཐུགས་ཆེ་གནང།